ཤོག་གྲངས་ཉིས་བརྒྱ་བཞི། བཞི་པ། མཉམ་དུ་གནས་སྒོ་ལ་འགྲོ་བ། ཆོས་ལུགས་ཀྱི་གོ་རྟོགས་དང་རྩ་རྡུལ་གོང་མཐོར་གཏོང་སླད་ང་ཚོས་ལག་བསྟར་ཐུབ་པའི་གལ་ཆེན་ལག་ལེན་གཅིག་ནི། ཆོས་ལུགས་འདྲ་མིན་གྱི་རྩ་ཆེའི་གནས་མཆོག་ཁག་ཏུ་མཉམ་དུ་གནས་སྒོ་ལ་འགྲོ་རྒྱུ་དེ་ཡིན། ང་རང་ཧིན་དྷུའི་ལྷ་ཁང་དང་ཁ་ཆེའི་ལྷ་ཁང། ཡེ་ཤུའི་ལྷ་ཁང། སིག། གུརུདྷ་བཱ་ར་བཅས་ཀྱི་ནང་མཆོད་མཇལ་དུ་བསྐྱོད་དེ་སྨོན་ལམ་བཏབ་པ་དང། ཉིན་དེ་ཁར་ཝཱར་ན་སི་ཆགས་པའི་སྤྱིལ་བུ་པའི་ལྷ་ཁང་ཞིག་གི་ནང་ཕྱིན་ཏེ། ལག་ལེན་དེ་ངས་རྒྱ་གར་ནང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ནས་འགོ་བཙུགས་པ་ཡིན། ཉིན་དེར་ཆུ་མོ་གངྒཱའི་འགྲམ་དུ་དགོང་དྲོའི་དུས་སྟོན་འཚོགས་ཏེ། ཧ་ཅང་ཡག་པོ་བྱུང་སོང། དེ་ནས་བཟུང་ངས་ལག་ལེན་འདི་རྒྱ་གར་གྱི་ས་ཁུལ་གང་སར་རྒྱུན་མཐུད་དེ་བྱས་པ་ཡིན། དེ་དག་ལས་བརྗེད་མི་ཐུབ་པ་ཞིག་ནི། ལྡི་ལིར་དུས་རབས་བཅུ་བཞི་བའི་ནང་ཆགས་པའི་ཁ་ཆེའི་ལྷ་ཁང་ངོ་མཚར་ཅན་ཞིག་སྟེ། སྙན་གྲགས་ཆེ་བའི Jama Masjid གནས་སྐོར་དུ་བསྐྱོད་པ་དང། ལོ་ཤས་སྔོན་ཀེར་ལ་དང་ཧིན་རྡུའི་ལྷ་ཁང་ཞིག་གི་ནང་ཨར་ཏི་ཞེས་པའི་ཧིན་དྷུའི་ཆོ་ག་ཕྱག་ལེན་ཞིག་དང། ཚོགས་བདག་འཁྲུལ་འཁོར་གྷ་ནི་ཞའི་ཏཱ་རཀ་གི་མཆོད་འབུལ་ལ་མཉམ་ཞུགས་བྱས་ཏེ། ཉིན་དེ་གར་ཡེ་ཤུའི་ལྷ་ཁང་ཞིག་གི་ནང་ཆོས་ཀྱི་བསྟོད་དབྱངས་བླངས་པ་དང། ཁ་ཆེན་ལྷ་ཁང་ཞིག་གི་ནང་སྨོན་ལམ་འདེབས་རྒྱུ་བྱུང་བ་དེ་ཡིན། ལོ་དེ་དག་ནང་ངས་འཛམ་གླིང་གི་རྩ་ཆེའི་གནས་མཆོག་མང་པོ་ཞིག་ལ་གནས་སྒོ་དུ་བསྐྱོད་པ་ལས། ཁ་ཤས་ཀྱི་སེམས་ནང་བག་ཆགས་གཏིང་ཟབ་པོ་བཞག་བྱུང། དཔེར་ན། ཐེངས་གཅིག་ང་རང་ལྷོ་ཧྥ་རན་སིའི་གནས་མཆོག་ལོར་ཏེ་ལྟ་སྐོར་དུ་མ་ཡིན་པར་གནས་སྐོར་དུ་བསྐྱོད་པ་ཡིན། སྐབས་དེར་ངས་རྩ་ཆེའི་ཆུ་བཏུངས་སྟེ། མེ་རི་སྣང་བརྙན་མདུན་དུ་ལངས་ནས། གནས་འདི་ནས་མི་ས་ཡ་མང་པོར་བྱིན་རླབས་སམ་ཞི་འཇམ་ཐོབ་པར་བསམ་བློ་བཏང་བ་ཡིན། ངས་མེ་རིའི་སྣང་བརྙན་མཇལ་བ་དང། མེ་རིའི་སྣང་བརྙན་གྱིས་མི་ས་ཡ་མང་པོར་ཕན་ཐོགས་བྱུང་བར་བརྟེན། རང་ཤུགས་ཀྱིས་ཡེ་ཤུའི་ཆོས་ལུགས་ལ་ཡི་རངས་དང་གུས་བརྩིའི་ཚོར་བ་གཏིང་ཟབ་པོ་ཞིག་སྐྱེས་བྱུང། དེའི་དགེ་མཚན་ཆེ་བའི་ཁ་ཡོད་ལག་ཡོད་ཀྱི་རིན་ཐང་ནི་ཧ་ཅང་གསལ་པོ་རེད། རྩ་ཆེའི་གནས་མཆོག་དེས་མུ་མཐུད་ད་ལྟ་ནང་བཞིན་མ་འོངས་པར་སྤུན་ཟླ་མི་རིགས་ས་ཡ་མང་པོར་ཞབས་འདེགས་སྒྲུབ་པར་ཤོག་ཅེས་ངས་སྨོན་ལམ་བཏབ་པ་ཡིན། ང་ཚོའི་ལྷན་ཚོགས་དེ་ནི་ཡེ་ཤུ་དང། ནང་པ། ཁ་ཆེ་ཐེ་བའི་ཆོས་ལུགས་ནང་ཁུལ་གྱི་འདུ་འཛོམས་ཤིག་ཡིན་སྟབས། ང་ཚོས Mary མཆོད་གཤོམ་མདུན་དུ་ལངས་ནས་སྐར་མ་ཁ་ཤས་རིང་གུ་སིམ་པོར་སྒོམ་བརྒྱབ་ནས་བསྡད་པ་ཡིན། ཧྥ་རན་སིའི་འགྲུལ་བཞུད་དེ་གའི་སྐབས། ངས་ཀྲུ་ལོར་སིར་ཕྱིན་པ་དང། དེ་གར Thomas Aquinas ལྷ་ཁང་ནང་མཆོད་མཇལ་དུ་ཁྲིད་བྱུང། Thomas Aquinas ལགས་ནི Dominican ཆོས་ཀྱི་རྣམ་གཞག་ལ་མཁས་པ་དང། ཡེ་ཤུའི་ལྟ་གྲུབ་སྨྲ་བ་གྲགས་ཅན་ཡིན་ཞིང། ཁོང་གིས་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་འགྲེལ་པ་རྒྱས་པོ་ཞིག་བརྩམས་འདུག་དུས་རབས་བཅུ་བཞི་པའི་སྐབས་ཀྱི་ལྟ་གྲུབ་སྨྲ་བ་དང། སྐྱེས་བུ་དམ་པ་སྟེ་སྒྱིད་ལུག་གི་བསྟན་པའི་སྲོལ་འབྱེད་རྗེ་བཙོན་ཁམས་པ་ཆེན་པོ་དང། ཁོང་གིས་མཛད་པའི་སྒྲ་ཆོས་རྣམས་ཀྱི་ཐོག་ངས་བསམ་གཞིགས་བྱས་པ་ཡིན། Aquinas སྒྲོམ་སྟེང་ངས་བོད་པའི་སྲོལ་རྒྱུན་གྱི་ཁ་བཏགས་ཤིག་འབུལ་རྒྱུ་བྱུང་བར་དགའ་པོ་བྱུང། ཕྱིས་སུ་ངས་པོར་ཅུ་ཀལ་ནང་གི་ཡུལ་ཧྥ་ཏིར་མར་ཆགས་པའི Virgin ལྷ་ཁང་ནང་གནས་སྐོར་ལ་ཕྱིན་པ་ཡིན། དེ་གར་ང་རང་ལ་མྱོང་བ་ཁྱད་མཚར་ཞིག་བྱུང། སྐུ་བརྙན་ལ་ཁ་བཏགས་ཕུལ་བ་དང་ཡུད་ཙམ་རིང་ཁུ་སིམ་པོར་སྒོམ་བརྒྱབ་རྗེས། ཕྱིར་སོན་གྲབས་བྱེད་ཁར་ཁ་ཕྱིར་སློག་ནས་ལྟ་སྐབས། གལ་སྲིད་ངའི་མིག་ལ་འཁྲུལ་སྣང་བྱུང་མེད་ན། Mary ང་ལ་འཛུམ་མདངས་སྟོན་པ་མཇལ་བྱུང། དེ་མ་ཐག་ངའི་སེམས་ནང། གཏིང་ཟབ་པའི་མྱོང་ཚོར་ཤུགས་ཆེན་པོ་ཞིག་རྦ་རླབས་ལྟར་གཡོ་བ་ཚོར་བྱུང། ངོས་ལ་མཚོན་ན་ཆོས་ལུགས་ནང་ཁུལ་གྱི་གནས་སྐོར་དོན་དང་ལྡན་གཞོན་དེ་ནི། ཕལ་ཆེན་ང་རང་ཇེ་རུ་ས་ལམ་དུ་ཐེངས་དང་པོ་བསྐྱོད་པ་དེ་བྱུང། ལོ་ངོ་བཅུ་ཕྲག་ཁ་ཤས་རིང་འབད་བརྩོན་བརྟེན་མཐར། གཞི་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར། རྩ་ཆེའི་གྲོང་ཁྱེར་དེར་གནས་སྐོར་དུ་འགྲོ་ཐུབ་པ་བྱུང། ཞོགས་པ་སྔ་པོ་ཞིག་ལ། བྷའི་གླིང་ལྷ་ཁང་དུ་སྨོན་ལམ་བཏབ་ནས་གནས་སྐོར་འགོ་བཙུགས་པ་ཡིན། ལྷ་ཁང་དེ་ནི། ཡེ་ཤུའི་དུས་རབས་ཀྱི་ལོ་རབས་བདུན་ཅུ་བའི་ནང་གཏོར་བཤིག་བཏང་པའི་ཁྲོད་ལས་ལྷག་པའི་ལྷ་ཁང་གཉིས་པའི་ཤུལ་གཅིག་པུ་དེ་ཡིན། དེ་གར་སྔོན་ཚུད་ནས་སྤྱིའུ་དད་ལྡན་པ་འགའ་སྨོན་ལམ་འདེབས་བཞིན་འདུག་ངའི་གོ་སྒྲིག་བྱེད་པོས་བརྩེ་བ་ཆེན་པོས་ང་རང་གི་གྲྭ་ཆས་དང་འཚམས་པའི་ཞྭ་མོ་དམར་སྨུག་ཅིག་གྲ་སྒྲིག་བྱས་འདུག་དམིགས་བསལ་སེམས་འགུལ་ཐེབས་པ་ཞིག་ལ། གནའ་བོའི་ལྷ་ཁང་དེའི་གྱང་གི་སེར་ཁའི་ནང་གསོལ་འདེབས་ཀྱི་ཐང་ཀ་ཆུང་ཆུང་དེ་འདྲ་བཀལ་བར་མཇལ་རྒྱུ་འདུག་སྐབས་དེར་ངའི་སེམས་ནང་བོད་པའི་སྲོལ་རྒྱུན་ནང་གནས་མཆོག་ཁག་ཏུ་མ་ཎི་རྡོ་བརྐོས་དང། དར་ལྕོག་འཛུགས་པའི་སྲོལ་དེ་སེམས་ལ་ཤར་བྱུང། ཕྱི་ཉིན་ཞོགས་པར་རྩ་ཆེའི་གནས Spell Church གི་ལྷ་ཁང་དེར་གནས་སྐོར་ལ་ཕྱིན་པ་ཡིན། གནས་དེ་ནི་སྟོན་པ་ཡེ་ཤུ་མྱ་ངན་ལས་འདས་ནས་དུར་ས་ནས་འདས་ལོག་བྱེད་སའི་གནས་ཤིག་ཏུ་སྲུང་བརྩི་ཞུ་གི་འདུག་དེང་སང་གནས་དེ་ནི་ཇེ་རུ་སཱ་ལམ་ནང་གི Greek Orthodox དང Roman གནམ་བདག་ཆོས་ལུགས་ཀྱི་ལྷ་ཁང་སོགས་གཞན་དང་ཐུན་མོང་གི་གནས་ཤིག་ཏུ་གྱུར་འདུག་དེ་རྗེས་ཉིན་གུང་ཨལ་ཨེག་ས་ཁ་ཆེའི་ལྷ་ཁང་དང་རྡོ་གྲུབ་ལྷ་ཁང་མཇལ་བར་ཕྱིན་པ་ཡིན། དེ་ནི་ཕོ་ཉ་ལྷ་ཡུལ་དུ་ཕེབས་པའི་གནས་ཤིག་ཏུ་ཁ་ཆེ་རྣམས་ཀྱིས་ཡིད་ཆེས་བྱེད་ཀྱི་ཡོད། ད་ཆ་གནས་དེའི་ནང་བ་གམ་ཅན་གྱི་གསེར་ལས་གྲུབ་པའི་ཁ་ཆེའི་ལྷ་ཁང་ལྟ་ན་སྡུག་པ་ཞིག་བཞེངས་ཡོད་ཅིང། ཅོ་ཏན་རྒྱལ་པོའི་ཁྱིམ་རྒྱུད་ཅིག་གིས་དོ་དམ་བྱེད་སྐོར་ང་རང་ལ་བརྗོད་བྱུང། དེས་ཕོ་ཉ་རང་ཉིད་གཞས་ཞུ་སྐབས་ནས་བརྩིས་པའི་ཧཱཤ་མི་ཏིའི་རྒྱུད་པ་ཟམ་མ་ཆད་པར་ཡོད་པ་མཚོན་གྱི་འདུག། རྗེ་རུ་ས་ལམ་གྲོང་ཁྱེར་དེ་འཛམ་གླིང་གི་རླབས་ཆེའི་ཆོས་ལུགས་གསུམ་ལ་རྩ་ཆེན་པོ་ཡིན་ཚུལ་ལ་བསམ་བློ་བཏང་ན། ཇེ་རུ་ས་ལམ་གྲོང་ཁྱེར་དེ་འཛམ་གླིང་གི་རླབས་ཆེའི་ཆོས་ལུགས་གསུམ་ལ་རྩ་ཆེན་པོ་ཡིན་ཚུལ་ལ་བསམ་བློ་བཏང་ན། ཨེ་བྷ་ར་ཧེ་མིག་གི་ཆོས་ལུགས་གསུམ་གྱི་ཕོ་ཉ་རྣམས་ཀྱིས་ཕལ་ཆེར་རང་གི་རྗེས་འཇུག་པ་རྣམས་ལ་ཞི་མཐུན་མཉམ་གནས་ཀྱི་གལ་ཆེའི་རང་བཞིན་ཤོད་ཐབས་བྱེད་ཀྱི་འདུག་སྙམ་བྱུང། གནས་དེ་དག་ནི་ཕྱི་ཚུལ་གྱི་ཐོག་ནས་ཕན་ཚུན་ཧ་ཅང་ཉེ་པོ་ཡོད། ཨིསི་རཱཨེལ་དང་པེ་ལིས་ཐན་གྱི་མི་རིགས་རྣམས་ཀྱི་དབར་བཅོས་མིན་གྱི་ཞི་བདེ་འགོ་ཚུགས་པའི་ཐོག་ནས། དབུས་ཤར་ཡུལ་གྲུའི་ནང་གི་མི་རྣམས་ཀྱི་ཁྲོད་ཞི་བདེ་དང་གོ་རྟོགས་ཀྱི་རྩ་བ་བརྟན་པོ་ཚུགས་པར་ངས་སྨོན་ལམ་བརྒྱབ་པ་ཡིན། ལོ་ཤས་རྗེས་ཞི་བདེའི་ལམ་ཞེས་པའི་བརྗོད་གཞིའི་ཐོག་ང་རང་ཡེ་ཤུ་དང་ནང་པའི་བགྲོ་གླེང་ཞིག་ལ་སྐད་བཏང་བྱུང། བགྲོ་གླེང་དེ་ནི་ངའི་གྲོགས་པོ་ཡི་ཤུའི་སློབ་དཔོན Lawrence Freeman གྱི་དབུ་ཁྲིད་འོག་ཡི་ཤུའི་སྒོམ་སྒྲུབ་སྡེ་ཚན་ཞིག་གིས་གོ་སྒྲིག་གནང་འདུག་པ་དང། ཚད་ཉེན་ཆེ་བའི་ཁེ་ན་ཏྲའི་བསམ་སྒོམ་ཉམས་ལེན་གནང་མཁན་ཡི་ཤུའི་སློབ་དཔོན John Mann གྱིས་གསོལ་བསྟོད་མཛད་འདུག། ང་ཚོས Florence དང Italy དེ་བཞིན་བྱང Ireland ནང་ཐེངས་གཉིས་ཙམ་ཞི་བདེའི་བསྙེན་སྒྲུབ་ལ་གནས་པ་ཡིན། གནས་ཚུལ་བརྗེ་ལེན་གྱི་ཆེད་དུ་འཛམ་གླིང་ནང་གི་ནང་པ་ཚོས་རྩ་ཆེ་ཤོས་སུ་བརྩི་བའི་གནས་མཆོག་རྡོ་རྗེ་གདན་དུ་ངས་ཚོགས་འདུ་ཞིག་གོ་སྒྲིག་ཞུས་པ་ཡིན། ནང་པའི་གྲྭ་བཙུན་དང་ཡེ་ཤུའི་གྲྭ་བཙུན་དེ་བཞིན་མི་སྐྱ་ཉམས་ལེན་པ་ཐེ་བའི་ངེད་ཚོ་སྡེ་ཚན་ཞིག་གིས་ཉིན་ལྟར་བྱང་ཆུབ་ལྗོན་ཤིང་དྲུང་དུ་ཐེངས་གསུམ་ཙམ་འཛོམས་ནས། ནང་ཆོས་དང་ཡེ་ཤུའི་ཆོས་གཉིས་ལྷན་འཛོམས་ཀྱི་དམིགས་འདུན་ཐད་གོ་བསྡུར་བྱས་པ་དང། ཁུ་སིམ་པོར་མཉམ་དུ་སྒོམ་སྒྲུབ་ལ་ཞུགས་པ་ཡིན། ཉིན་མཐའ་མ་དེར་ས་གནས་ཧིན་རྡུ་དང་སྤྱིར་བུ་པ། ཁ་ཆེ་བཅས་ཀྱི་སྣེ་ཁྲིད་དེ་ངག་བཅད་སྨོན་ལམ་འདུ་ཚོགས་ཤིག་ལ་མཉམ་ཞུགས་བྱས་པ་ཡིན། བྱང་ཆུབ་ལྗོན་ཤིང་གི་དྲུང་དུ་ཡེ་ཤུའི་གྲྭ་བཙུན་རྣམས་སམ་དགུང་ལ་རོལ་བའི་མཐོང་སྣང་འདི། ནང་པའི་གནས་མཇལ་བ་མང་པོ་ཞིག་གི་མིག་སྔར། ངོ་མཚར་རྨད་དུ་བྱུང་བ་ཞིག་ཏུ་གྱུར། ཉེ་ཆར་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཀྲ་མངའ་སྡེའི Gul Barga ས་གནས་སུ། Buddha Vihar Complex ནང་མངའ་གསོལ་གནང་བའི་གསེར་ལས་གྲུབ་པའི་གསང་རྒྱ་ཡི་སྐུ་བརྙན་ཞིག་ལ་ངས་སྣེ་ཁྲིད་དེ་རབ་གནས་གནང་བའི་མཛད་སྒོ་ཞིག་འཚོགས་པའི་སྐབས། གོ་སྒྲིག་བྱེད་པོས་གོ་སྐབས་དེ་བཟུང་ནས་ཆོས་ལུགས་ནང་ཁུལ་གྱི་ལྷན་ཚོགས་ཤིག་གོ་སྒྲིག་གནང་འདུག་པར་ངོས་ལ་སེམས་འགུལ་ཆེན་པོ་ཐེབས་བྱུང། དེར་བརྟེན་རབ་གནས་མཛད་སྒོ་དེར་ནང་པ་གཅིག་པུ་མིན་པར་ད་དུང་ཧིན་དྷུ་དང་ཁ་ཆེ། སྤྱིར་བུ་བ་སོགས་ཕེབས་འཆར་གནང་འདུག་དེས་ན་གཞི་རྩའི་རིམ་པའི་ཐོག་ནས་ཆོས་ལུགས་འདྲ་མིན་གྱི་རྗེས་འཇུག་པ་ཚོས་རང་རང་གི་ཆོས་ཕྱོགས་ཀྱི་དུས་སྟོན་སྐབས་ཆོས་ལུགས་གཞན་གྱི་མི་སྣ་གདན་འདྲེན་ཞུས་ན། སྲོལ་རྒྱུན་སོ་སོའི་ཁོངས་མི་རྣམས་ཀྱིས་གཞན་གྱི་སྲོལ་རྒྱུན་གྱི་སྨོན་ལམ་དང་ཆོ་ག་ཕྱག་ལེན་ལ་རྒྱུས་མངའ་ཡོང་བར་ཕན་རླབས་ཤིན་ཏུ་ཆེ། ངའི་མཆེད་གྲོགས་ཞི་བདེའི་གཟེངས་རྟགས་བཞེས་མཁན། Archbishop Drosmond Tutu ལགས་ཀྱིས་ཆོས་ལུགས་ནང་ཁུལ་གྱི་གོ་རྟོགས་དང་མཛའ་མཐུན་གོང་མཐོར་གཏོང་བའི་ངོས་ཀྱི་གཞི་རྩ་གཙོ་བོ་བཞིའི་སྟེང་དོན་ཚན་གཅིག་ཁ་སྣོན་རྒྱག་དགོས་སྐོར་དགོངས་ཚུལ་གསུངས་བྱུང། ངས་ཆོས་ལུགས་ནང་ཁུལ་གྱི་མཛའ་མཐུན་ཐད་གཏམ་བཤད་ག་དུས་བྱས་ཀྱང་ངེས་པར་དུ་ཁོང་གི་ཁ་སྣོན་དེའང་ནན་བརྗོད་དགོས་ཞེས་ང་ལ་ཁས་ལེན་བྱེད་བཅུག་བྱུང། Archbishop རྣམས་མཚམས་རེ་ཨུ་ཚུགས་ཚ་པོ་ཡོད་རེད། ཁོང་གི་ཁ་སྣོན་ནས་མཚམས་རེར་འཛམ་གླིང་ནང་གི་ཆོས་ལུགས་ཀྱི་དབུ་ཁྲིད་ཚོས་མགྲིན་དབྱངས་གཅིག་གི་ཐོག་ནས་རྫ་དྲག་གི་གནད་དོན། དཔེར་ན། རང་བྱུང་གོད་ཆག་དང་རྐྱེན་ངན་སོགས་ཀྱི་ཐད་གཏམ་བཤད་བྱེད་དགོས་ཞེས་པ་དེ་ཡིན། ངའི་བསམ་པར་དེ་ནི་ཧ་ཅང་གལ་ཆེ་བའི་བསླབ་བྱ་ཞིག་རེད་འདུག། ངའི་གྲོགས་པོ་ཨ་ཇི་མེར་གྲོང་ཁྱེར་ནས་ཡིན་པའི་ཁ་ཆེའི་ཆོས་དཔོན་དབྱི་མཱམ་ལགས་ཀྱིས། ངས་འཛམ་གླིང་ནང་གི་ཆོས་ཀྱི་དབུ་ཁྲིད་ཚོའི་མཉམ་འབྲེལ་ལྷན་ཚོགས་ཤིག་བསྐོང་དགོས་སྐོར་དགོངས་ཚུལ་གསུངས་བྱུང། དེའི་ལན་དུ། རྒྱལ་ཁབ་ཀྱི་རིམ་པའི་ཐོག་ནས་ཆོས་ལུགས་ཀྱི་དབུ་ཁྲིད་ཚོའི་མཐུན་ཚོགས་ཤིག་མངོན་འགྱུར་ཐུབ་རྒྱུར། ང་རང་སྒེར་གྱི་མངོན་འདོད་ཁོང་ལ་ཞུས་པ་ཡིན། དཔེར་ན། རྒྱ་གར་ནང་ཆ་བཞག་ན། ཆོས་ལུགས་ཀྱི་རྙོག་དྲ་གང་འདྲ་ལྷགས་ཀྱང། མཐུན་ཚོགས་དེས་མགྱོགས་མྱུར་བར་འདུམ་བྱེད་ཐུབ། འདས་པའི་ཟླ་བ་ཁ་ཤས་ནང་རྒྱ་གར་ནང་དེ་འདྲའི་ཆོས་ལུགས་ཀྱི་དབུ་ཁྲིད་དང་མཁས་དབང་གི་མཐུན་ཚོགས་ཤིག་རྩ་འཛུགས་བྱེད་པར་ང་ཚོས་འབད་བརྩོན་ཡུལ་དགུ་བྱས་ཡོད། ང་རང་སྒེར་གྱི་ཉམས་མྱོང་ཐོག་ནས་ཤོག་ཁག་གིས་འཁྲུག་རྩོད་བྱེད་པའི་གནས་སྟངས་ཁྲོད་ཆོས་ལུགས་ཀྱི་དབུ་ཁྲིད་རྣམས་ཀྱི་སྟོབས་ཤུགས་ཆེན་པོས་དགོངས་ཚུལ་གསུངས་པའི་ཕན་ནུས་ལ་ངས་ཁ་ཐེག་བྱེད་ཐུབ། ལོ་མང་སྔོན་ཐེངས་གཅིག་ལ་དྭགས་ནང་པ་དང་ཁ་ཆེའི་བར་ཡིད་སྐྱོ་བའི་འཁྲུག་རྩོད་ཅིག་བྱུང་ཞིང། དེའི་ཁྲོད་ཚོགས་སྡེ་གཞན་གྱི་ཚོང་ཁང་མེར་བསྲེགས་བཏང་བའང་བྱུང་ཡོད། ངས་ཕྱོགས་གཉིས་བར་དངོས་སུ་བར་འདུམ་དང་ཞུ་འབོད་བྱས་ཤིང། ལྷག་པར་དུ་ཚོགས་སྡེའི་འགོ་ཁྲིད་ལ་ཡི་གེ་བཏང་བ་ཡིན། དེ་ལ་བརྟེན་ནས་གནས་སྟངས་ཞི་འཇམ་ཡོང་བ་དང། སྤྱི་ཚོགས་གཉིས་ཀྱི་བར་རྩ་དོན་གྱི་འབྲེལ་བའི་རྨང་གཞི་ཡག་པོ་ཞིག་འདིང་རྒྱུར་ཕན་ཐོགས་ཆེན་པོ་བྱུང། དེང་སང་སྤྱི་ཚོགས་དེ་གཉིས་ཀྱི་འབྲེལ་ལམ་ཧ་ཅང་ཡག་པོ་ཡོད། ལ་དྭགས་ནང་གི་ཁ་ཆེའི་སྤྱི་ཚོགས་ཀྱི་ཡིད་དུ་འོང་བའི་ཁྱད་ཆོས་གཅིག་ནི། ངོ་མཚར་ཆེན་པོས་སུ་ནི་དང་ཤི་ཡར་མཉམ་དུ་འབྲེལ་ལམ་དམ་ཟབ་ངང་གནས་པ་དེ་ཡིན། མདོར་ན། འཛམ་གླིང་གི་ས་ཁུལ་འདྲ་མིན་ནང་དངངས་འཚབ་དང་མཚམས་རེ་དངོས་ཡོད་འཁྲུག་རྩོད་ཀྱི་ཁྱད་པར་དུ་བྱས་ནས། ཁ་ཆེའི་ཆོས་ལུགས་གཅིག་པའི་སྤྱི་ཚོགས་གཙོ་བོ་གཉིས་དབར་དབྱེ་འབྱེད་བྱེད་སའི་ས་ཁུལ་ཁག་ནང། ལ་དྭགས་ཁ་ཆེའི་སྐུ་ཚབ་ཆེད་གཏོང་དགོས་སྐོར་སྐབས་མང་པོ་ཞིག་ལ་ངས་བསམ་ཚུལ་བཤད་པ་ཡིན། ཕྱོགས་གཉིས་ཞི་མཐུན་ངང་མཉམ་གནས་བྱས་པས། ཁོང་ཚོའི་ཉམས་མྱོང་དང་ལོ་རྒྱུས་ཀྱི་དཔེ་མཚོན་རྣམས་བཤད་རེས་བྱས་པར་བརྟེན། སུ་ནི་དང་ཤི་ཨར་ཏི་བར་ཞི་བདེ་དང་མཛའ་མཐུན། གོ་རྟོགས་ཡག་པོ་འོང་བར་ལ་དྭགས་ཁ་ཆེ་རྣམས་ཀྱིས་དོན་དམ་པའི་ཞབས་འདེགས་རླབས་ཆེན་ཞུ་ཐུབ། ངའི་གྲོགས་པོ་ཨི་མམ་གྱི་བསམ་ཚུལ་གྱི་ལན་དུ། འདས་པའི་ཟླ་བ་ཁ་ཤས་རིང་རྒྱ་གར་ནང་ཆོས་ལུགས་ཀྱི་དབུ་ཁྲིད་དང་མཁས་དབང་གི་མཐུན་ཚོགས་དེ་འདྲ་ཞིག་བསྐྲུན་རྒྱུར་ང་ཚོས་འབད་བརྩོན་བྱས་ཡོད། ང་ཚོའི་འཆར་གཞི་ནི་ཟླ་བ་དྲུག་རེའི་ནང་དངོས་སུ་ཐུག་འཕྲད་བྱ་རྒྱུ་དེ་ཡིན། དེ་ལྟར་བྱུང་ན་ང་ཚོའི་བར་འབྲེལ་ལམ་ཉེ་པོ་ཞིག་ཉར་ཚགས་བྱེད་ཐུབ་ལ། ང་ཚོ་ཚང་མ་འཛམ་གླིང་གི་རླབས་ཆེན་ཆོས་ལུགས་ཁག་གི་ཁོངས་མི་ཡིན་པའི་ཆ་ནས། ཐུན་མོང་དུ་འཕྲད་བཞིན་པའི་ཁ་གཏད་མང་པོ་ཞིག་ལ་གོ་བསྡུར་བྱེད་ཐུབ། ཁ་གཏད་དེ་དག་ནང་ཆོས་ལུགས་འདྲ་མིན་བར་གྱི་འབྲེལ་ལམ་དང། ཆོས་ལ་ཡིད་ཆེས་ཡོད་མེད་གཉིས་ཀ་དང་མཉམ་དུ་འབྲེལ་ལམ་བྱེད་ཆོག། ཆོས་ལུགས་རིས་མེད་ཀྱི་ཁ་གཏད། ཚན་རིག་དང་བཟོ་ལས་ལ་ཡར་བརྩོན་ཕྱིན་པ་དང། དྲག་སྤྱོད། ཆོས་ལུགས་བརྗེ་བསྒྱུར། ཁོར་ཡུག་སོགས་ཀྱིས་རྐྱེན་པས་བཟང་སྤྱོད་ཀྱི་གནད་དོན་བཅས་ཀྱི་སྐོར་རྟོགས་ཡོད། མཉམ་རུབ་ཀྱི་གལ་ཆེའི་གྲུབ་འབྲས་གཅིག་ནི། ཆོས་ལུགས་ཁག་གི་ཁོངས་མི་སྐྱ་བོ་ཚོས་ཆོས་ལུགས་ནང་ཁུལ་གྱི་མཛའ་མཐུན་དང་གོ་རྟོགས་ལ་ཡི་རངས་དགོས་པར་སྔོན་བརྡ་ཤུགས་ཆེན་པོ་ཞིག་གཏོང་བ་དེ་ཡིན། གོ་ལ་ཡོངས་ཀྱི་རིམ་པའི་ཐོག་ནས་གོ་ལའི་ཚ་དྲོད་འཕེལ་བ་ལྟ་བུའི་རྫ་དྲག་གི་གནད་དོན་ཐོག་འཛམ་གླིང་གི་ཆོས་ལུགས་ཀྱི་དབུ་ཁྲིད་ཚོའི་དགོངས་པ་གཅིག་མཐུན་བྱུང་ན། དེའི་ཐད་གནས་ལ་སྨིན་པའི་སྐད་ཆ་ཤོད་ཐུབ། དེ་བཞིན་ཆོས་ལུགས་ཀྱི་མིང་ཐོག་ནས་དྲག་སྤྱོད་ལ་ཞུགས་པ་གང་ལྟར་ཡང་དེ་ལ་ང་ཚོས་སྟོབས་ཤུགས་ཆེན་པོས་ཁ་གཏད་གཅོག་ཐུབ། གང་ལྟར་དེ་ལྟར་བྱེད་པར་ཆ་འཇོག་འོས་པ་དང་དངོས་ཡོད་ཀྱི་སྐད་ཤུགས་གཅིག་གི་ཐོག་ནས་ཆོས་ལུགས་ཀྱི་དབུ་ཁྲིད་ཚོས་མཉམ་རུབ་བྱེད་དགོས་པ་ཡིན། དེའི་ཕྱིར་གོམ་པ་དང་པོ་ནི་རང་ཉིད་ཀྱི་ཆོས་ལུགས་དེ་འཛམ་གླིང་ནང་འཁྲུག་རྩོད་དང་སྡུག་བསྔལ་གྱི་རྒྱུ་རྐྱེན་གཞན་ཞིག་མ་ཆགས་པ། ཏན་ཏན་ཏིག་ཏིག་བྱེད་དགོས། དེར་བརྟེན་དྲི་བ་ནི། འཛམ་གླིང་གི་ཆོས་ལུགས་རྣམས་ཀྱི་དབར་གོ་རྟོགས་གཞིར་བཞག་པའི་བཅོས་མིན་གྱི་མཛའ་མཐུན་ཞིག་ལེགས་གྲུབ་ཐུབ་སྲིད་དམ་ཞེས་པ་དེ་ཡིན། ངས་དེ་ནི་དངོས་འབྲེལ་སྲིད་པ་ཞིག་ཏུ་ཡིད་ཆེས་བྱེད་ཀྱི་ཡོད། དེ་སྒྲུབ་པར་ཆོས་ལུགས་ཀྱི་སྲོལ་རྒྱུན་རེ་རེས་ངེས་པར་དུ་སེམས་གཏིང་ནས་ཆོས་ལུགས་གཞན་གྱི་རིན་ཐང་ཆ་ཚང་དང། དོན་དངོས་ཁས་ལེན་ཇི་ལྟར་བྱེད་ཐུབ། ཅེས་པའི་དྲི་བ་དེར་གདོང་ལེན་བྱ་དགོས། དེ་ལ་ད་ལྟ་ནས་ང་ཚོས་ངེས་པར་དུ་གདོང་ལེན་བྱ་དགོས་པའི་ཁ་གཏད་ཅིག་ཡིན།